དེ་ནས་སློབ་དཔོན་ནམ་མཁའི་སྙིང་པོ་དེ་ནས་རྩོམ་གནང་སྟེ། སྙན་དེབ་སེམས་ཀྱི་རླབས་ཕྲེང་ཞེས་པའི་དེབ་དཔེ་དེབ་གསར་དུ་རྩོམ་ནས་ལེགས་སུ་གྲུབ་ནས་མི་ཚད་རིང་དེ་ནས་གོམས་ཆོས་ཀྱི་མཛད་སྒོར་འདི་རུ་འདི་རུ་དོ་སྣང་གནང་ནས་དེ་ནས་སོ་སོའི་མི་དང་སྐད་རིགས་དང་ལ་རྒྱ་བསམ་ནས་དེ་ནས་འདི་རུ་གཅིག་གོང་བུ་གཅིག་ཏུ་བསམ་ནས་ཁྱེད་རྣམ་པ་ཕེབས་མཁན་དེ་ནས་དགོན་པ་ཁག་གི་གྲྭ་བ་རྣམ་པ་དེང་ནས་ཨ་མདོ་རོག་ཁ་རྣམ་པ་ཚང་མ་ལས་འཚམས་འདྲི་བྲལ་དེ་ལས་ཞུ་ན། ཨོ་ད་དེ་ང་ཚོ་སྐད་རིགས་ཟེར་མཁན་དེ་རེད་ད་མི་རིགས་ཀྱི་གཙོ་བོ་ཀྱི་མི་རིགས་ཀྱི་ལ་རྒྱ་དེ་རིང་མི་རིགས་ཀྱི་ངོ་བོ་དེ་མཚོན་པར་བྱེད་པར Identity ཟེར་ནི་དེ་ནས་སྐད་ཡིག་དེ་ཡིན་དེ་ཡིག་ཟེར་ནས་བྱེད། དེ་ནས་ད་ང་ལས་བཅས་གཞུང་དེང་འབྲེལ་མེད་ཀྱི་ཁྲིམས་ཀྱི་ཐོག་ནས་ཞེ་དྲག་བཤད་ས་མེད་རེད་ཡིན་ན་ཡང་ད་ང་ཚོ་ས་གནས་ཀྱི Nepal བལ་ཡུལ་རྒྱལ་ཁབ་དེ་ལ

ཡང་པོག་ར་དང་གར་འདྲ་གི་པར་དུས་ནང་ལྟར་བྱོས་མིན་ནི་ཡང་ཀློག་པ་སྟེང་ལས་དེ་ཅིག་ཐག་པ་དེ་ཚོ་ང་ཚོ་སྐད་སྟེང་ལས་ཡིག་ཐོག་རུ་ང་ཚོ་སྐད་དེ་བེད་སྤྱོད་བཏང་ན་ཡང་ཡང་དེ་པར་དུས་ཀྱི་ནང་དུ་ཡང་སོ་སོ་གི་མང་མོས་བལྟ་ཡོང་དུས་ཡང་ང་ཚོ་ཉུང་ཤོས་ཆགས་ཕེབས་འདུག་དེ་ག་ནང་གི་ཡེ་ཤེས་བ་དོར་སྡེ་བ་ཡོད་ཀྱི་ཁོན་གྱི་ས་ཆ་དེ་སུ་དོར་པ་ཤིམ་ཟེར་རོ་སུ་དོར་པ་ཤིམ་གྱི་ནང་དུ་ཡང་སྟོད་དར་ཅུ་ལ་ཟེར་མཁན་དེ་ཚོ་ཡང་དེ་ཚོ་ལ་ཡང་བོད་སྐད་གྱང་མཁན་ཡོད་རེད་ཆགས་ཐོག

དེ་ནས་ད་ཅིག་སྤྱིར་བཏང་གི་ང་ཚོས་ཀྱི་སྤྱི་ཚོགས་དེ་ནམ་ཞིག་ན་ཡང་དེ་ནས་ཅིག་ཆོས་པ་བླ་མ་རིན་པོ་ཆེ་རྣམ་པ་བཅས་ཀྱི་ཐུགས་རྗེ་བཀའ་དྲིན་ལས་ཀྱང་ནི་ཡང་དེ་ནས་ཅིག་གོམ་པ་དེ་ཕལ་ཆེར་བརྒྱ་ཆ་ནི་དྲུག་ཅུ་ཐམ་པའི Credit དེ་ཁོང་གནང་བ་ཡང་དེའི་ནང་ནས་ཀྱང་དེ་དོལ་པོའི་སྤྲུལ་སྐུ་རིན་པོ་ཆེ་འདྲ་བོ་ཡིན་པ་ཡིན་ན་དེ་ནས་ད་ད་ལྟ་ག་བ་ག་ས་ལས་འོས་ཀྱི DDRC ཟེར་ཡ་ལས་སོགས་པའི་ད་ཅིག་སེ་སྨོན་ལམ Dictionary ཟེར་ཡ་ལས་སོགས་པའི་སྨོན་ལམ་ད་དྲིན་དེ Dictionary དེ་ཕལ་ཆེར་བཤིག་པ་འདྲ་བོ་ཡིན་ས་རེད་འོ་དེ་འདྲའི་ནང་དུ་མཐོང་རྒྱུ་ཡོད་པ་དེ་སྤྱིར་བཏང་རིག་གཞུང་ཆུང་ན་ཡང་དེ་ལས་དག་གཉེར་མེད་ན་དཀའ་ལས་ཁག་འདུག་བ།

ད་ལྟའི་དར་སྤེལ་གཏོང་ཡུལ་དེ་མི་འདྲ་གང་ཆེན་པོ་ཡིན་ཀྱང་དུས་ཚོད་ཤིག་ལོ་རང་རེའི་མིའི་དེ་གྲངས་མང་དུ་འགྲོ་བ་དང་ཟེར་ཡག་ཞིག་དེང་ལས་གཉིས་བར་དུ་ལས་འགུལ་དེ་གྲངས་མང་དུ་འགྲོ་བར་གོ་དགོས་བ། ལས་འགུལ་དེ་གྲངས་མང་དུ་འགྲོ་བར་བྱེད་པ་ནི་མི་དེ་གྲངས་མང་དུ་གོ་དགོས་བ། དེ་ཡིན་དུས་ཚང་མ་ཚང་མིག་གིས་དོ་སྣང་དེ་གནང་དགོས་ཡོད་རིང་ཞིག། གཉིས་བར་དུ་ད་ལྟ་ས་གནས་ས་གནས་ལས་གཞུང་གིས་ང་ཚོ་ལ་ལས་འགན་རེ་རེ་དེང་ས་གནས་ས་གསུམ་ཨ་ཡོམ་གྱིས་སྤྲད་བཞག་པའི་ཐོབ་ཐང་གི་འོག་ཏུ་བྱས་ཏེ་གང་ཐུབ་ཐུབ་དེ།